སྤྱི་བཏང་གི་ནང་པའི་སྟོན་པ་གི་ཨ་ནི་ལུང་བསྟན་པའི་གནས་རི་བོ་གངས་ཅན་ཟེར་དེ་རེད་ཨ་ནི། ད་ལྟའི་གི་ཕྱོགས་འདི་གར་ཕྱོགས་གར་ཕྱོགས་བཞི་ལ་ཡོད་རེད་ཕྱོགས་བཞི་ནས་མཇལ་ཐུབ་ཡོད་ད་ལྟ་འདི་གར་ཟེར་ན་བྱང་ཕྱོགས་གི་ཨ་རི་བོ་གངས་ཅན་དེ་ཆགས་ཀྱི་ཡོད་རེད་ཨ་ནི། བྱང་ཕྱོགས་ངོས་ནས་ཨ་ནི་ཁྱེད་རྣམ་པ་མཇལ་བ་ཡིན་ན་ཨ་ནི་དེ་འདྲའི་གཟིགས་རེད་ཡག་པོ་གསལ་བོ་འཇིགས་རེད་ཨ་ནི།

དུས་ཚོད་མེད་ལ་དྭགས་ནི་ནཱ་རོ་བོན་ཆུང་གཉིས་ཀྱི་འཛུགས་སྐྲུན་འགྲན་ས་དེ་འདྲས་ཀྱི་གནས་མཁས་པ་ཅན་ཆགས་བསྡད་རེད། འཛུགས་སྐྲུན་འདེམས་པའི་སྐབས་ལ་དྭགས་ཀོ་ར་ལ་ཕེབས་པའི་སྐབས་ལ་ནི་དེ་འདྲས་ཀྱི་དྭགས་འཛུགས་སྐྲུན་འགྲན་པས་ཀྱི་དྭགས་དེ་འདྲས་ཀྱི་ཞབས་ཕྱི། རྡོ་ཕ་བོང་འོ་དེ་འདྲས་མང་པོ་ཞིག་བུ་བརྗེས་ཡོད་རེད། འོ་དེ་ཚོ་དྭགས་ང་ཚོ་ཀོ་ར་འགྲོ་དུས་ཙམ་པ་ཕེ་རྗེས་ཀྱི་རེད་དེ་ཚོ་ཚང་མ་འོ་དེ་འདྲས་རེད། ད་ལྟ་འདི་བྱང་ཕྱོགས་ཀྱི་གངས་རིན་པོ་ཆེ་འདི་ལ་ནི་ང་རང་ཚོ་གི་ད་ལྟ་དམིགས་བསལ་གྱི་ད་ལྟ་ནམ་རྒྱུན་གངས་རིན་པོ་ཅན་གྱི་སྐུ་དབར་དེ་འདྲ་བརྗེ་མྱོང་ཡོད་ན་ཁོ་ཕྱོགས་གཉིས་ཐེག་གི་ཡོད་རེད་ཨ་ནི། མ་ང་དེ་ཡང་ཕྱོགས་ང་ཚོ་གི་ལྷོ། ལྷོ་གི་གངས་རིན་པོ་ཅན་གྱི་ཕྱོགས་དཔར་དེ་ལ་ཨ་ནི། ཡང་དེ། ན་རོ་བོན་ཆུང་ད་རྫུ་འཕྲུལ་སྡོད་པའི་སྐབས་ལ་ཨ་ནི། ན་རོ་བོན་ཆུང་གི་གར་ས་ད་དེ་སྔགས་དེ་མ་བ་རི་བོན་པོ་གི་བླ་མ་རོ་སྔགས་བ་རི་ཐེ་ས་གི་ཨ་ནི། དེ་འདྲའི་ཤོང་ཤོང་བྱས་ཡོད་རེད་འོ་དེ་འདྲ་བརྗེ་གི་ཡོད་དེ་ལྷོ་ཕྱོགས་ལ་རེད།

གཉིས་ནས་ད་གངས་རི་འདི་གར་ཟེར་ན་ཨ་ནི་བདེ་མཆོག་གི་ཕོ་བྲང་རེད་ད་གཙོ་བོ་ཆེ་འདི་ད་གངས་རི་འདི་གར་ལབ་ན་བདེ་མཆོག་གི་ཕོ་བྲང་རེད་ཨ་ནི་བདེ་མཆོག་ད་ཕག་མོ་རེད་བ་གཙོ་བོ་ཆེ་བདེ་མཆོག་གི་རེད་ཨ་ནི་འདི་ནང་བཞིན་ད་དཔེ་ཆ་ནས་སྐུ་གསུང་ཐུགས་ཀྱི་གནས་རེད་བ་བདེ་མཆོག་གི་སྐུ་གསུང་ཐུགས་ཀྱི་གནས་ནང་ན་ཨ་ནི་ད་སྐུ་གི་གནས་འདི་ལ་འདི་གར་ས་གངས་རིན་པོ་ཆེན་བྱས་གངས་གངས་ཏི་སི་ཨ་རི་བོ་གངས་ཅན་ཨ་འདི་ནས་ཐུགས་ཀྱི་གནས་འདི་རྩ་རི་རྩ་རི་ཕག་སྟོང་ཕྲ་མོ་འདི་རེད་ཨ་ནི་གསུང་གི་གནས་འདི་ནི་ལ་ཆེ་གངས་ར་བོ་འདི་རེད་འོ་འདི་ཚོ་གསུམ་གྱིས་ད་བདེ་མཆོག་གི་གནས་གཙོ་བོ་གསུམ་དེ་ཆགས་བསྡད་ཡོད་རེད་བ། བྱས་ཙང་ད་གནས་དེ་ལ་ནི་ཅིག་མི་སུ་འདྲ་ཅིག་ཅིག་བསྐོར་བ་རྒྱག་བ་དང་ཨ་ནི་ཕྱག་འཚལ་བ་ད་གང་དག་རྒྱལ་བོད་ཀྱི་ལས་སྒྲུབ་པ་དེ་ཡང་དཔག་བསོད་ནམས་དཔག་ཏུ་མེད་པ་དེ་འདྲས་ཀྱིས་གསུངས་ཡོད་རེད་བ། འོ་དེ་འདྲས་རེད་ཨ་ནི་འདི་ནང་ད་སྤྱི་བཏང་གི་གངས་རིན་པོ་ཆེ་བསྐོར་རག་གི་བརྙན་ཐུང་དེ་འདྲས་གཟིགས་བ་ཡོད་ན་ཨ་ནི་དེ་ལ་ནང་པ་གཅིག་པོ་མེད་པ་ཨ་ནི་ཧིན་རྡུ་གྱི

ཆོས་གྲོགས་དེ་འདྲ་མང་པོ་ཡང་ཧིན་རྡུ་མང་པོ་ཞིག་གི་སྡེ་བ་ལ་གང་བསྐོར་དང་དེ་འདྲ་གླེང་གི་ཡོད་རེད་རྒྱུ་མཚན་གཅིག་དེ་རེད། འོ་ཡ། ད་ང་རང་ཚོ་ནང་པའི་གི་ད་གཙོ་བོ་ཆེ་ཤོས་དེ་ང་རང་ཚོ་ཧ་གོ་ཡ་དེ་གར་ཟེར་ན་ཨ་ནི་དེ་སངས་རྒྱས་ཀྱི་ལུང་བསྟན་པའི་ཨ་ནི་རི་བོ་གངས་ཅན་ཡིན་པ་བྱས། ཨ་ནི་དེ་ནས་གཉིས་བ་དེ་ནས་ཨ་ནི། གར་ས། བདེ་མཆོག་གི་ཕོ་བྲང་ཡིན་པ། འོ་དེ་འདྲ་རེད། ཨ་ནི་ཨ་ནི་གསུམ་པ་དེ་ཨ་ནི་ཇུ་ཆེན་མེ་ལེ་ཀྱི་ད། སྒྲུབ་གནས་མཁས་བ་ཅན་ད་ང་རང་ཚོ་བསྐོར་ར་ལ་འགྲོ་དུས་ཙམ་པ་ཨ་ནི་རྫུ་འཕྲུལ་ཕུགས་ཡོད་རེད་རྫུ་འཕྲུལ་ཕུགས། སྤྱི་དང་སྤྱི་ཚོད་མེད་ལས་ཀྱི་ཕུག་པ་བཞི་ཡོད་རེད་ཕུག་པ་བཞི་ཕུག་ཆེན་བཞི་ད་ཕུག་པ་དཔེ་དཔེ་མང་པོ་ཡོད་རེད་བ་ད་དེ་ནང་ནས་ཕུག་ཆེན་བཞི་ནང་ནས་ཕུག་ཆེན་གཅིག་དེ་ཨ་ནི་གངས་རི་རྫུལ་ཆུ་ཕུག་ལའི་དེ་ལ་ཡོད་རེད་འདི་གངས་རི་གི་ཤར་ངོས་ལ་ཆགས་ཀྱི་ཡོད་རེད་ཨ་ནི་འདི་ནས་ཨ་ནི་ལ་གཅིག་གངས་ར་ལ་རྫུལ་ཆུ་ཕུག་ཡོད་རེད་ཨ་ནི་བརྙན་ལམ་ལ་བྲོ་པ་ཕུག་ཨ་ནི་ཆུ་བོ་ལ་འབྲས་ཕྱེ་ཕུག་གསུམ་ནི་ཕུག་ཆེན་བཞི་ཨ་ནི།

ད་ང་རང་ཚོའི་གི་མི་སྐྱ་དང་ད་ང་རང་ཚོའི་ཆོས་གྲོགས་ད་ཅིག་ང་རང་ཚོ་ལ་འབྲེལ་བ་ཆེ་ཤོས་དེ་ད་དེ་སང་གི་ཐག་ཉེ་ཤོས་དེ་ག་རེ་ཆགས་བསྡད་པ་ཟེར་ན་ཨ་ནི་རྗེ་བཙུན་མེ་ལྷ། ཨ་ནི་རྗེ་བཙུན་མེ་ལྷ་ཁོང་ཨ་ནི་ས་སྟེང་དེའི་ནང་ལོགས་ལ་ཨ་ནི་ཨ་ནི་བད་ཁོ་རང་ཚེ་གཅིག་ལུས་གཅིག་ལ་ཨ་ནི་བད་སངས་རྒྱས་ནས་རྫོགས་པའི་བྱང་ཆུབ་ཐོབ་ཉེན་གི་དེ་འདྲའི་གི་ད་གལ་ཆེ་ཤོས། མིན་ན་གལ་ཆེ་ཤོས་དེ་ཨ་ནི་རྗེ་བཙུན་མེ་ལ་དེ་འདྲའི་ཡོངས་གྲགས་སུ་ཆགས་བསྡད་པ་རེད། འདིའི་ཡང་ཨ་ནི་ཆོས་ལུགས་རིས་མེད་ཀྱི་དེ་འདྲའི་གི་བརྩི་སྲོལ་ཡོད་པ་དང། ཆོས་ལུགས་མེད་ངེས་ཡིན་ན་གི་ཨ་ནི་རྗེ་བཙུན་མེ་ལ་མཚན་ཐོས་པ་ཙམ་གྱིས་ཡང་དགའ་བ་སྐྱེ་ངེས་དེ་འདྲའི་ཡོད་རེད། བྱས་ཙང་རྗེ་བཙུན་མེ་ལ་ཁོང་ཡིན་ན་ཨ་ནི་གངས་རིན་པོ་ཆེ་འདི་ལ་ཨ་ནི་ཧང་སངས་ཀྱི་འབྲེལ་བ་ཆེན་པོ་ཆགས་བསྡད་པ་རེད། ཨ་ནི་སྤྱི་བཏང་གི་ད་འདི་འདེམས་ཕྱོགས་ཀྱི་ཡུལ་ཉིད་རྩ་བཤིག་གི་གནས་ཡིན་པ་སོང་ཙང་ཨ་ནི་ཁོང་གི

མ་ནས། ད་སྐྱིད་རོང་ནས་ཡར། ད་བྲག་དཀར་རྟ་སོ་ནས་ཕྱིན་ནས་ཡར་ཡོང་ཕེབས་པའི་སྐབས་ལ་ད་དེ་འདིའི་ཡོང་དགོས་རེད་ཨང་ཁག་ཅིག་ལ་ཨ་ནི། ཕུག་རང་ཕུག་བཙུན་ཕུག་རང་ཕུག་འདི་ནས་ཡར་ཕེབས་པས་དེ་འདྲས་ཀྱི་སྐབས་ད་ད་བསྟུད་ནས་ཨ་ནི། ད་ང་ད་འདི་ས་ཆ་ཚང་མ་ཉེ་འགྲམ་ཆགས་བསྡད་རེད་སྐྱིད་རོང་གི་ས་ཆ། ཨ་ནི་རྫོང་ཁ་འདི་གཡེང་གི་ས་ཆ་རེད་ཨ་ནི། འདི་ནས་ཡར་ཕེབས་པའི་སྐབས་ལ་ཨ་ནི། ད་འཚོ་འཚོ་མ་བམ་དང་པོ་གཉེར་ལ་འདི་གང་གང་འདི་སྲིད་ཀྱི་མདུན་ངོས་ལ་ཨཱ་ནི། ལྷོ་ངོས་ལ་མཚོ་མ་བམ་བྱས། མཚོ་འདིའི་སྐབས་ལ་ཨཱ་ནི། མཚོ་འདི་འདྲའི་གི། ད་འདིའི་གི། གར་ས་དུས་ལ་ཨཱ་ནི། རྗེ་བཙུན་མེ་ལ་དང་ཨཱ་ནི། ཁོང་གི་སློབ་མ་རྣམས་ཕེབས་པའི་སྐབས་ལ་ད་གནས་སྐོར་དང་གནས་སྲིད་དང་དེ་འདྲའི་གི་ཕེབས་པའི་སྐབས་ལ་ཨཱ་ནི། ནཱ་རོ་བོན་ཆུང། ནཱ་རོ་བོན་ཆུང་ཁོང་ཨཱ་ནི་དེ་ལ། སྙེ་མ་ནས་ད་རི་དེ་ལ་ཨཱ་ནི་ཕྱི་སྐོར་བརྒྱབ་པའམ་གནས་འདི་བདག་པོ་བརྒྱབ་ནས་བཞུགས་ཡོད་རེད།

རྗེ་བཙུན་ཆེ་རུ་མ་འགྲོ་མ་ཕམ་ཆུང་རུ་མ་འགྲོ་དེ་འདྲའི་གི་ཡང་ཡོད་རེད་ཡོངས་གྲགས་ཀྱི་བྱས་ཙང་དེ་འདྲའི་གི་འཛུགས་སྐྲུན་དང་ཐབས་ནུས་པ་བཏོན་ནས་ཨ་ནི་རྗེ་བཙུན་མེ་ལ་ཐོབ་འཛུགས་སྐྲུན་ཐོབ་དེ་འདྲའི་བྱུང་རེད་ཨ་ནི་དེ་ནས་ཡང་ད་རྗེས་ལ་ཨ་ནི་ཡང་ནཱ་རོ་བོན་ཆུང་ད་པའི་ཁེངས་པ་དང་དྲེགས་པ་དེ་འདྲའི་གི་ང་ཁའི་དེ་འདྲའི་ཁེངས་ནས་ཨ་ནི་ད་འདོད་གི་འཛུགས་སྐྲུན་བསྡུར་དགོས་ཡོད་ད་རྗེ་བཙུན་མེ་ལ་ཡིད་ལ་དེ་འདྲའི་ཞུ་དུས་ཙམ་པོ་ཨ་ནི་ཁོང་གཉིས་ད་གངས་རིའི་གི་སྐོར་ར་ལ་ཕེབས་པའི་བར་ལ་ཨ་ནི་རྗེ་བཙུན་མེ་ལ་ཡིས་ཨ་ནི།

གནས་ད་ལྟ་དེ་ལ་རྒྱལ་རབས་ཕུག་ནས་ཡར་ཕེབས་པ་ཡིན་ན་ཡི་གེ་ལ་གནས་ཅིག་ཡོད་རེད་རྡོ་ཕ་བོང་ཆེན་པོ་ཅིག་བརྗེས་ཡོད་རེད་འོ་དེ་ལ་ཕེབས་པའི་སྐབས་ལ་ཨ་ནི་ཡང་ཁོང་གཉིས་ཐུག་རོགས་ཡང་ས་ཆ་གཅིག་ལ་ཐུག་དུས་ཙམ་པ་ད་ད་ཡང་འཛུགས་སྐྲུན་ཡང་འགྲན་ཟླ་ཆེ་བོར་ལ་དུས་ཙམ་པ་ཨ་ནི་ན་རོ་བོན་ཆུང་གིས་རྡོ་ཆེན་པོ་ཅིག

རྫུ་འཕྲུལ་ཕུགས་དེ་འདྲ་ཡོད་རེད། རྫུ་འཕྲུལ་ཕུགས་དེ་ཨ་ནི་མིང་ཆགས་སྟངས་ཁོ་ར་ཨ་ནི་རྫུ་འཕྲུལ་བཏོན་ནས་ཨ་ནི་ཕུགས་པ་ཆགས་བསྡད་པ་བྱས་ཙང་གང་རེད་རྫུ་འཕྲུལ་ཕུགས་ད་སྤྱི་དང་རྗེ་བཙུན་མི་ལེགས་ཀྱི་ཕུགས་ཆེན་ཞེས་ནང་ནོན་ནས་ཨེ་ཡང་ཡོད་ཨ་ནི་ཕུགས་ཆེན་གཅིག་ཨ་ནི་གང་རེད་རྫུ་འཕྲུལ་ཕུགས་ཨ་ནི་ལ་ཆེ་རྡུལ་བདུག་ཕུགས་སྙེ་ལམ་གྲོ་པ་ཕུགས་ཨ་ནི། ཆུ་བ་འདྲེ་ཆེ་ཕུགས་ལ་ནི་ཕུགས་ཆེན་བཞི་ཡོད་རེད་བ།

སྐྱག་ཐུག་ཡོད་མ་རེད་ནཱ་རོ་བོན་ཆོས་ཀྱི་ཨ་ནི་རྗེ་བཙུན་མེ་ལ་ཁོང་གི་ཡང་ད་ཁོ་རང་གི་ཡང་ཡ་སྐྱག་ནི་དེ་སང་ཡིན་ན་ད་རྡོ་གཉིས་ཀྱི་པར་ལ་ཨ་ནི་རྡོ་སྒང་ལ་ལེབ་ལེབ་ཆེན་པོ་ཅིག་བཞག་རྒྱུ་དེ་འདྲེ་ལ་ཨ་ནི་ཕུག་པ་ཅིག་ཡོད་བྱས་ཡོད་རེད་འདི་གངས་རི་རྫུ་འཕྲུལ་ཕུགས་ས་འདི་རེད་འདི་རྫུ་འཕྲུལ་བསྟོད་ནས་ཨ་ནི་ཕུག་པ་བཟུང་བ་ལ་ཨ་ནི་གངས་རི་རྫུ་འཕྲུལ་ཕུགས་ས་འོ་དེ་འདྲེ་རེད་འོ་དེ་སང་ཨ་ནི་རྫུ་འཕྲུལ་གསུམ་པ་དེ་འོ་དེ་ནི་ཨ་ཡང་རྗེ་བཙུན་མེ་ལ་ཐོབ་རེད་ད་ནཱ་རོ་བོན་ཆོང་བེད་ཁོ་རང་ནད་ཅེས་མ་ཁྱོད་འོ་ཡ་ད

པོ་རུ་ལ། འགྲན་ཟླ་དང་རྫུ་འཕྲུལ་གྱི་རྒྱུ་མཚན་གཙོ་བོ་འདི་ཡིན་པ་གསུངས་ཙང་ཨ་ནི། ད་ན་རུ་ཕན་ཚུན་ད་འདོད་ཀྱི་ཉན་མ་ཁུལ་བ་གསུངས་ཙང་ཨ་ནི། ཁོང་གིས་ག་རེ་ཞུས་རུང་ད་ང་ཚོ་གཉིས་ད་ད་འདོད་ད་ལྟའི་བར་དུ་ཨ་ནི་ཁྱེད་རང་ཐོབ་སོང་རྫུན་མེད་ལ་ཁྱེད་རང་ཐོབ་སོང། ད་ད་གོ་ནས་རྫུ་འཕྲུལ་གྱིས་བསྡུར་དགོས་རེད། ད་སང་ཉིན་ཚེ་བ་བཅོ་ལྔ།